བླ་མ་སོ་སོའི་བླ་མ་ངོས་འཛིན་བྱས་ཡ་དེ། དབང་གནང་མཁན་གཅིག་པུ་གཅིག་མ་རེད་ད། དེ་བ་ནང་བཞིན་སྔགས་ཀྱི་ཁྲིད་གནང་མཁན་གཅིག་པུ་མ་རེད་མདོག་བསྡུ་བ། གང་ས་ག་ལ་བླ་མ་ཡོད་རེད་དེ་ནི་དེང་དུས། ད་མདོར་ན་སོ་སོ་ལ་ཐར་པ་དང་ཐམས་ཅད་མཁྱེན་པར་བགྲོད་པའི་ནི་ལམ། སྟོན་མཁན། དེ་འདྲས་ཅིག་བྱས་བཞག་ཨ་ནི་སོ་སོ་ཡང། ཨ་ནི་དེ། སྟོན་མཁན་དེ་ལ། དགེ་བའི་བཤེས་གཉེན་གྱི་འདུ་ཤེས་ཡོད་པ་བཅས་ཁོང་གི་ཡང་ཚུལ། སློབ་མའི་འདུ་ཤེས་ཡོད་པ་ཀླ་ཀློས་ཀྱི་ད་ཅིག་ཕན་ཚུན། བརྩེ་སེམས་ཀྱི་ཐོག་ནས་འདུ་ཤེས་ཡོད་པ་བ་དེ་འདྲས་ཆགས་ཡོད་ན་དེ་ནི། འོ་ལགས་སོ་ད་བླ་མ་ཆགས་འགྲོ་གི་ཡོད་རོགས་ད་བླ་མ། སོ་སོའི་བླ་མ། འོ་དེ་ཡིན་དུས་དེ་འདྲའི་གེ་དག་བླ་ལུགས་ཀྱི་འདུ་ཤེས་སོགས་ཡང་དེ་ཡོད་པའི་ཐོག་ནས་ཆོས་ཚིགས་སུ་བཅད་པ་ཡིན་ཅེས། གསུངས་པ་ཡིན་ན་ད་ལམ་ཡང་ཆགས་ཀྱི་ཡོད་རེད་དེ་ཡིན་དུས་ད་དེ་དཔེ་མི་སྲིད་པ། དེ་འདྲ་བ་དེ་ཟབ་པོ་ཞི་བའི་རྒྱུ་རེད་ད། ད་ང་རང་ཚོ་ཚེ་འདི་ལ་ཡིན་ན་ད་ཅིག་གྲོགས་པོ་ཟེར་ཡང་འདྲ་བོ་ཕ་མ་ཟེར་ཡང་འདྲ་བོ་དེ་འདྲ་ཡོད་རེད་ད་དེ་ཚོ། ཕན་ཚུན་འབྲེལ་བ་ཆེན་པོ་དག་རེད་དེ་ཡིན་ན་དེ་ཚོ་ཁ་ཤས། ཤ་ཁྲག་རིགས་རྒྱུད་ཀྱི་འབྲེལ་བ་འདྲ་བོ་དེ་འདྲའི་ཅིག་རེད་མ་གཏོགས་སྐྱེ་བ་ཕྱི་མ་ལ་བར་འབྲེལ་བ་དེ་བརྒྱུད་ལམ་དུས་ཐོས་དེ་ཡོད་མ་རེད་བ། ད་ང་རང་ཚོ་ཆོས་ཀྱི་ཐོག་ནས་བླ་མ་དང་སློབ་མའི་འབྲེལ་བ་ཆགས་འགྲོ་དུས་ཚེ་འདི་གཙོ་བོ་མ་རེད་ད་སྐྱེ་བ་ནས་ཚེ་རབས་པའི་བྱང་ཆུབ་མ་ཐོབ་བར་དུ་དེ་འབྲེལ་བ་དེ་ཉར་ཉར་ཐུ་རེ་ཅིག་ཆགས་ཏེ་ཡོད་རེད་བག་ཆགས་ཀྱིས། དེ་ཡིན་དུས་ད་དཔེ་མི་ཆོག་པ་འབྲེལ་བ་ཆེན་པོ་རེད་དེ་ཡིན་དུས་པ་ནི། དཔེར་ན་སངས་རྒྱས་ཚང་ན་ཡང་སོ་སོ་གི་བཤེས་གཉེན་དེ་ལ་དད་གུས་དང་བརྩི་བཀུར་ཆེན་པོ་བྱེད་དགོས་བསམ་པ་དེ་དཔེར་ན་ང་ཚོ་རྗེ་བཙུན་བྱམས་པ་མགོན་པོ་དང་མངོན་པ་རྫོགས་པ་སངས་རྒྱས་ཟིན་པར་བ་ཡིན་ན་ཡང་ཁོང་གི་སྐྱེས་བུ་གི་གཙུག་ལ་བྱང་ཆུབ་ཀྱི་མཆོད་རྟེན་གྱི་ཡོད་རེད་མཆོད་རྟེན་གྱི་བ་དེ་གོང་རིགས་ཀྱི་དགེ་བའི་བཤེས་གཉེན་དེ་རེད་གསུངས་འདུག་བ་དེ་ལྟར་དེ་འདྲ་ཡིན་དུས་མངོན་པར་རྟོགས་པའི་སངས་རྒྱས་ན་ཡང་གོ་བཀའ་དྲིན་བསམ་ནས་མགོ་ལ་ཐུལ་བཞིན་དུ་བཀུར་དགོས་པ་དེ་འདྲའི་ཅི་ཆགས་བསྡད་པ་རེད་དེ་བླ་མ་ཟེར་དེ་བ་དེ་ངོས་འཛིན་བྱེད་སྟངས་འདྲ་སྟེ། འོ་དེ་འདྲས་རེད་དེ་ནས་གཙོ་བོ་ང་ཚོ་ད་གྲྭ་ཚག། ཟིན་བྲིས་འགན་སྲུང་གིས་གཙོས་པའི་ད་གཞུང་ཆེན་པོ་ལོ་ཉེར་གནང་མཁན་དེ་ཚོ། འདི་དག་བླ་མ་ངོས་འཛིན་བྱེད་སྟངས་དེ་གཙོ་བོ་སོ་སོ་ལ་དཔེ་ཁྲིད་གནང་མཁན། ད་དཔེ་ལོ་མང་པོ་རིང་ལ་ད་ས་དུས་ར་ནས་བཟུང་སྟེ། ད་མདུན་མཛོད་མདོ་སྔགས་ཀྱི་བར་དུ་ད་དཔེ་ཁྲིད་གནང་མཁན་དེ་དག་སོ་སོ་དངོས་གནས་བླ་མ་གལ་ཆེ་ཤོས་དུ་བརྩི་དགོས་པ་རེད་ད། སྔོན་མ་དགེ་བཤེས་གཉེན་རྣམ་པ་འགས་དེ་ག་རང་བཀའ་གནང་དགོས་པ་རེད་ད། དཔེར་ན་ང་རང་ཚོ་ལ་བླ་མ། སྤྱི་ཡོངས་ཀྱི་ང་རང་ཚོ་དག་དབང་བོ་དང་ཁྲིད་གནང་མཁན་གྱི་དེ་འདྲའི་བླ་མ་མང་པོ་ཡོད་རེད་ཁོང་རྣམ་པའི་སྐུལ་འདེད་ལ་ང་ཚོ་ཟུང་ཆུ་མང་པོ་བཅག་གི་ཡོད་རེད་དེ་ཡིན་ན་ཡང་ང་ཚོ་ལ་ཁོང་རྣམ་པའི་ཟུང་ཆུ་དེ་བཀག་ལ། ད་མང་ན་ཟླ་བ་གཅིག་ཨ་ནེ་མྱོང་ན་ད་ཞག་པོ་བཞི་རེ་ལྔ་རེ་དེ་འདྲའི་གི་རིང་ལ་ཟུང་ཆུ་དེ་ཞུགས་གི་ཡོད་རེད་དེ། དེས་ན་དེའི་ཚེ་ལ་ང་ཚོ་ལ་ད་བྱིན་རླབས་ཀྱི་རྒྱུ་བ་དེ་ཚོ་མང་པོ་རག་གི་ཡོད་རེད་མ་གཏོགས། བློ་གྲོས་ཀྱི་མིག་འདྲ་བ་དེ་ཞི་བས་ཀྱིས་དུས་ཚོད་ཐུང་ཐུང་དེ་ནང་ལ་ཕྱེ་ཐུབ་ཀྱི་ཡོད་མ་རེད། ད་སོ་སོས་དཔེ་ཆ་འཁྲིད་མཁན་གྱིས་དེ་ནས་དགེ་བའི་བཤེས་གཉེན་དེ་གའི་ལོགས་ནས་ལོགས་བཏུད་ནས་དེ་ནས་མགོ་ཁ་ཐུག་ཀ་མ་ནས་བཟུང་སྟེ་ད་དཔེ་ཆ་དེ་འཁྲིད་འོང་དུས་སོ་སོ་བློ་གྲོས་ཀྱི་ཁ་འདྲ་བ་དེ་དག་ཕྱེ་འོང་མཁན་དེ་ཁོང་རེད་ད། དེ་ཡིན་དུས་དེ་ནས་དགེ་བའི་བཤེས་གཉེན་དེའི་བཀའ་དྲིན་ལ་བརྟེན་ནས་ནི་སོ་སོའི་བློ་གྲོས་ཀྱི་པད་མོ་དེ་ཕྱེ་ཚར་ནས་སྒོ་དེ་འབྱེད་ཚར་སོང་ན་ཨ་ནི་རྩ་བའི་བླ་མ་གཞན་དག་ཀུན་འདུས་ནས་ཨ་ནི་མདོ་སྔགས་ཀྱི་གསུང་ཆོས་ག་རེ་ཞུས་པ་ཡིན་ན་ཡང་ལམ་སང་གོ་ཐོས་ཡ་དང་འཕྲོད་ཐོས་ཡ་གཅིག་གིས་ཁོས་དང་པོ་ནས་དགེ་བའི་བཤེས་གཉེན་གྱི་སྒོ་ཕྱེ་ཚར་རེད་བ། དེ་ཡིན་དུས་ད་དེ་འདྲའི་ལ་བརྟེན་ནས་ཨ་ནི་ད་སོ་སོ་ལ་དཔེ་ཆ་འཁྲིད་མཁན།

ཁོང་ད་དུས་སུ་དེ་ནས་རྒྱ་གར་ནང་རྒྱ་བལ་འབྲུག་སོགས་དུ་བ་ལ་དགོན་པ་ཁག་དང་ཤེལ་བྲག་ཁག་མང་པོ་ལ་ཕེབས་གནང་འདུག་དེ་འདི་ནི་ཁོང་རང་གི་ངོ་ཤེས་པ་ད་ལྟ་གྲྭ་ས་ལ་སེ་ར་ལ་ནས་འདི་འདྲ་བྱེད་པ་འདྲ་བ་ངོ་མ་དེ་འདྲས་ཀྱིས་ཕ་ཡུལ་གྱི་བ་ཡིན་ན་དེ་འདྲས་ཀྱིས་ཡོད་ས་དེའི་ཤག་ལ་འགྲོ་ཟླ་བ་གཅིག་བསྡད་འདུག་ད་ནི་ཁོང་གིས་ང་ལ་གསུངས་རེད་དེ་ནས་ད་གྲྭ་ས་ལ་ད་ལྟ་ཀྱི་སོ་སོ་དགེ་བའི་བཤེས་གཉེན་དེ་རྩ་བའི་བླ་མ་ཟུང་ཡང་འདྲ་བོ་གི་མི་ཐུས་བཟང་པོ་དེ་ད་ལྟ་གྲྭ་ས་ལ་འདུག་ག་རེད་ཟེར་ན་ཁོང་དེ་གྲྭ་ཤག་དེ་སོ་མང་པོ་བཅས་ལ་འགྲོ་ཡིན་དེ་བྱས་དུས་སོ་སོ་པེ་ཏི་དགེ་རྒན་དེ་སྐུ་པར་ཆེན་པོ་གཅིག་ཡ། པ་གྲོང་སྒྲིག་བྱས་ནས་སོ་སོའི་ཉེན་ཀོར་ལ་བཤམས་དེ་ལ་མེ་ཏོག་དང་ཁ་བཏགས་དེ་ཚོ་ཕུལ་དེ་འདྲས་བྱས་འདུག་ཟེར། དེ་ནས་ད་དེ་རིང་དེ་འདྲས་བྱེད་མཁན་དེ་ད་ད་ལྟ་གྲྭ་ས་ལ་མ་གཏོགས་གཞས་བདག་གཞན་དང་གཞན་དག་ལ་ཁག་པོ་རེད་ཟེར། ག་རེ་ཟེར་ན་མང་ཆེ་བ་སློབ་གྲྭ་གི་རྣམ་པ་འདྲ་བོ་ཞིག་བྱས་ཚར་དུས། དེ་ནས་ཀོ་འཛིན་གྲྭ་རིན་པོ་བཞིན་དུ་སྤོ་འགྲོ་དུས་དགེ་རྒན་རིན་པོ་བཞིན་དུ་རྗེ་བོ་བཞག་དེ་འདྲས་བྱས་དུས། སློབ་མ་དང་སློབ་མའི་གཅིག་འདུ་ཤེས་འདྲ་བོ་དེ་ཏག་ཏག་ཅིག་ཡོང་ཐུབ་ཀྱི་ཡོད་མ་རེད་ཟེར། དེ་ཡིན་དུས་ད་ད་ལྟ་མི་དུས་བཟང་པོར་དངོས་གནས་དེ་འདྲས་ཀྱི་བསྡད་བཞག་དེ། བཙན་བྱོལ་སྐད་གསུམ་སོ་སོ་གི་ནང་བས་དེ་ཉར་ཚགས་ཡག་པོ་བྱེད་དགོས་ཡ་ཅིག་དེའི་འབྲེལ་ལམ་དང་དེའི་རྣམ་ཐར་དེ། འོངས་པ་ལ་སྐྱོང་དགོས་ཀྱི་རེད་ཟེར་ཁོ་རང་གིས་འཚོ་བ་རྣོན་པོའི་ཐོག་ནས་མ་འདུག་གསུངས་སོང་དེ་ཡིན་དུས་ད་དེ་ཚོ་ང་རང་ཚོ་རྒྱུད་འདི་དག་སོ་སོ་ནོར་གཏོང་ས་དེ་དེ་རེད་དེ་ནས་དེའི་ཐོག་ནས་སོ་སོ་གིས་ད་དབང་ཞུ་ས་མི་མངག་ཞུ་ས་རྒྱའི་ཚུར་ལོངས་ཞུ་ས་དེ་ཚོ་ད་ཡིན་ཡིན་མ་རེད་བ་ད་ང་ནས་སོ་སོ་གིས་ལམ་བསྟན་པའི་ས་འགན་བ་དེ་ད་ཚུར་འདྲ་བ་དེ་བ་ད་བླ་མ་ངོས་འཛིན་བྱེད་སྟངས་དེ་འདྲ་ཅིག་དགོས་ཀྱི་ཟེར་བ། ལ་སོ།
ཨ་མ་ཡ། ལ་སོ་སྔོན་མ་ཐོ་བ་ལ་ད་ཀྱེ། ང་ཚོ་དཔེ་ཁྲིད་ཞུས་དེ་ས་གདན་ས་ལ་ད་དེ་ཚོ་དཔེ་ཁྲིད་འགན་དེ་འདྲའི།

ད་ངོ་མ་ཡིན་དུ་སོ་སོ་ག་བ་སོང་སོང་འདྲ་བོ་གྱེས་འགྲོ་བཞག་རོ་པེ་ཁྲིག་གས་དུ་སོ་སོ་སོད་ལ་རྡོ་པའོ་ན་སོད་ལ་དེ་གྱེས་དུས་སོ་སོ་མིག་སེར་གྱི་དེ་པ་ད་དེ་དག་ནོར་གྱི་སླེའོ་ཟ་རོ་ད་ད་ད་འཛིན་གྲས་སོ་འདྲ་སོ་གྱེས་ན་དེ་ཟ་ལ་དེ་སླེའོ་ཟ་འདུག་ད་ཡེ་དྲ་ཁག་ད་དེ་སོ་སླེའོ་ཟ་ད་དེ་འདྲས་གྱེས་འོང་དུས་དེ་ལ་གྱེས་གྱེས་གས་དེ་ལ་གྱེས་བླ་མ་མ་ཚེ་བས་གས་སོ་འདྲ་བོ་གྱེས་གས་གས་འདུས་བྱས་མ་གཏོགས་མེད་བས་གས་སོ་འདྲ་དེ་འདྲས་དེ་ཟ་སླེའོ་འདུག་དེའི་སྟེང་ནས་ཡོང་གྱེས་བསམ་བློ་གཏོང་གཏོང་གས་སྟེང་ནས་དེ་འདྲས་རོང་ལ་འགྲོ་བ་ཡིན་ན

འོན་ཏེ་ངོ་མ་རང་གི་གཞི་ཉིད་དོན་སྤྱི་དེ་དག་ནི་ཅིག་འགྲོ་ཐུབ་ན། དེ་ནི་རང་གཞན་གང་ག་ལ་ཁེ་དང་ཆེན་པོ་ཅིག་ཡོད་རེད་ད། དེ་ནས་སྤྱི་དེ་གཉིས་མེད་ཀྱི་བདག་དེ་འདྲའི་ཐོག་ལ་འགྲོ་དགོས་ཀྱི་ཡོད་ན་ཡང་དག་ང་ཡི་གངས་ཅན་དགེ་རྒན་གྱི་ངོས་ནས་ཡང། ཨ་ནེ། དེ་གས་དེ་དགེ་ཕྲུག་དེ་གས་དེ་ལ་བརྩེ་སེམས་ཡག་པོ་ཅིག། བྱུང་ཡང་དག་དགེ་ཕྲུག་དེ་ཚོ་གི་ངོས་ནས་ཡང་ཅིག་ངས་དང་ཅིག་གོང་དུ་ཞུ་བ་ནང་བཞིན་ཤ་ཁྲག་དང་རྒྱུད་གཟིགས་ཀྱི་འབྲེལ་བ་དེ་མ་རེད་ཁོ། དམ་པའི་ཆོས་ཀྱི་འབྲེལ་བ་དེ་ཡིན་དུས། སོ་སོ་གི་བླ་མའི་འདུ་ཤེས་བཞག་ཐུབ་ན་ནི་རབ་རེད་ད་རྩེ་གྲ་རེ་སོ་སོ་ལ་ཆུད་དེ་གི་ཕན་ཐོགས་རེད་དེ་ལྟར།

ད་དེ་དག་ནས་ང་ར་སོ་ནང་འཛམ་བུ་གླིང་ན་ནང་པ་བཟང་སྐྱེས་པའི་བསྟན་པ་མང་པོ་ཡོད་རུང་དེ་ནང་ནས་ད་ལྟ་ང་ར་སོ་བོད་བརྒྱུད་ནང་བསྟན་དེ་ད་སྐུ་གཤུགས་མ་ཐུག་གི་ཕྱི་ལོག་ལ་ཀྱི་བསྟན་པ་གང་གི་ནང་ནས་གཟི་འོད་འདྲ་བ་ཅིག་འཕྲོག་བསྡད་པ་དེ་ག་རེ་རེད་ཟེར་ན་ང་ར་སོ་བླ་མ་སློབ་མའི་འབྲེལ་བ་དེ་གི་ཐོག་ནས་ཆོས་ཀྱི་འབྲེལ་བ་དེ་འགྲོ་གི་ཡོད་དེ་དེ་རེད་འདུག་བ་ད་གཙོ་བོ་དེ། ཨོ་དེ་སྐྱེས་དུས་ག་ལ་ནི་ང་ཚོ་དེ། ཡག་པོ་ཅིག་འབྲེལ་ལམ་དེ་བཟང་པོ་ཅིག་ཉར་དགོས་ཡ་དེ་ལ་དམ་ཚིག་གི་གསེར་ཁ་འདྲ་བ་མ་ཤོར་བ་བྱེད་དགོས་ཡ་དེ་དཔེ་གལ་ཆེན་པོ་རེད་ཤག

བཟང་པོ་འཇོ་ཡག་གི་ཅིག་ཤུགས་ཅན་དེ་སུས་ཐེབས་སོང་ན། ཆོས་ནང་གི་མང་པོ་ཅིག་ཡོད་པའི་ནང་ནས་སོ་སོ་སྔོན་དུ་ཁ་ཕྱོགས་འདྲ་བ་དེ་ཆོས་ཀྱི་ཐོག་ལ་ཐར་པ་དང་ཐམས་ཅད་བྱེད་པའི་ཐོག་ལ་ཕར་ཁྲི་ངན་འདྲ་བ་དེ་ཁ་ཕྱོགས་བསྒྱུར་ཆེ་ཤོས་ཀྱི་ནད་པ་ཆེ་ཤོས་དེ་ལ་ད་རྩ་བའི་བླ་མ་འཛིན་དགོས་གི་རེད་སོ་སོ་བཀའ་དྲིན་ཆེ་ཤོས་དེ་རེད་ད། དེ་གི་དངོས་སུ་ཐར་པ་དང་ཐམས་ཅད་བྱེད་པ་ལ་ཁྲིད་འགྲོ་གི་ཡོད་ར་ད་དེ་དངོས་ནས་རྒྱུ་རྐྱེན་མཐོ་པོ་ཅིག་ག་ལ་བྱུང་མཁན་ཡིན་ན་འདྲ་རེད་ལ་མང་དེ་ག་ཟེར་ཁོ་རྐྱང་རྟེན་ཅིག་གི་ག་ལ་རྒྱུ་དེ་ག་ཡིན་ན་འདྲ་རེད་བ་དེ་སོ་སོ་གི་རྩ་བའི་བླ་མ་ད་དེ་ལ་བརྩི་དགོས་གི་ཡོད་རེད་ད་ནང་ཆོས་བྱང་ཆོས་ལམ་རེའི་སྐབས་སུ་དེ་འདྲ་རེད་ལ།

རྩ་བའི་བླ་མ་ནང་ནས་དག་པའི་བླ་མའི་ནང་ནས་རྩ་བའི་བླ་མ་ཆགས་ཀྱི་ཡོད་ར་ཟེར་ལན་པ་དེ་སོ། འོ་དེ་བཀའ་དྲིན་གྱི་ངོས་ནས་རེད་ཟེར་ཡོན་ཏན་གྱི་སྒོས་ནས་མ་རེད། དེ་གཅིག་རེད་དེ་ནས་སྤྱི་བཏང་སོ་སོ་དག་བླ་མ་བསྟེན་དུས་ག་ལ་བཀའ་གདམས་པའི་དགེ་བའི་བཤེས་གཉེན་དེ་ཚོ་ག་རེ་གསུང་ཡོད་ཟེར་ན། མཁས་པ་དང་བཙུན་པ་གཉིས་ཀྱི་ནང་ནས་བཙུན་པ་འདམས་དགོས་རེད་ཟེར་དེ་གསུང་ཡོད་རེད། མཁས་པ། རྐྱང་རྐྱང་རྗེས་སུ་འཇུག་པ་ཡིན་ན་ཡང་དེ་ནི་བཤེས་གཉེན་བསྟེན་ཚུལ་ཡག་པོ་ཡོང་བའི་ངེས་པ་ཡོད་མ་རེད། དེ་ཚོ་བཙུན་པ་དེ་འདམས་ན་དེ་བསྟན་པ་ཡོད་རེད་དཱ།

ད་དང་པོར་བླ་མ་ཀེག་ལ་བསྟེན་ཡོད་བ་ཡིན་ན་དེ་ལ་དཔེ་ཁྲིད་འདྲ་བོ་ཀེག་འགྲོ་བྱེད། དེ་ནས་སོ་སོ་གིས་ད་གཞན་པ་ཀེག་ལ་འགྲོ། བསམ་དེ་བ་ཡིན་ན་ད་སོ་སོ་འདུག་པ་བྱེད་ན་ཕ་ཀྱོག་དེ་བླ་མ་བསྟེན་ན་ཡག་པོ་འདུག་བསམ་བསམ་འདྲ་བོ་བྱེད། ད་ཡིན་ན་ཡང་ང་འདི་ལ་བསྟེན་ཚར་རེད་ཡག་པོ་ད་ཕ་ཀྱོག་དེ་ཡག་འདུག་དེ་ཡང་ང་འདི་ལ་བསྟེན་ཚར་དུས་འདི་ལ་འགྲོ་དུ་གོ་རེད་བསམ་བསམ་འདྲ་བོ། དེ་ཡང་བླ་སློབ་ཀྱི་དེ་དམ་ཚིག་འཆལ་བོ་ན་གཞན་གོག་འོག་སླེབས་འགྲོ་ཡོང་ན་དེ་ཀེག་བྱེད་དུས་ཡག་པོ་ཡིན་པའི་སོགས་འདྲ་ཀེག་བྱེད་དུས་ད་ཀོ་དེ་ལ་དད་པ་ཡོད་བ་དེ་དད་པ་རོགས་བྱ་སློབ་ཚན་དེ་ཡང་དེ་ནས་ལ་པ་གཞན་པ་ལ་འགྲོ་ན་འབྲི་འོང་ན་དེ་ག་འདྲས་འདྲ་བོ་ཆགས་ཡོང་ན་འོང་དེ་ཀེག་བྱེད་དུས་ཡག་པོ་ཡིན་པའི་སོགས་ཀེག་བྱེད་དུས་གཞན་གོག་སླེབས་ཡོང་བའི་སོགས་འདྲ་དེ།
དེ་ལ་དེ་ངོ་མི་རེད་ད་དེ། འདུལ་བའི་གནས་ལ་མེད་ཁ་ཤས་ཡང་ཡོད་རེད་བ་ད་དེ་ཅི་དགེ་རྒན་ནི་ངོས་ནས་ཡིན་ན་ཡང་སོ་སོའི་སློབ་མ་དེ་གི་གཤིས་རྒྱུད་དེ་ཏག་ཏག་ཁོ་རང་ཡང་འགྲོ་དགོས་ས་ཅིག་ལས་ཁྲིད་མ་ཐུབ་བའི་ས་མཚམས་ལ་སླེབས་པ་ཡིན་ན་དེ་ནས་སློབ་མ་དེ་ལ་ཞེན་ཆགས་བྱས་ན་ཉག་དེ་འགྱོད་ཡ་མ་རེད་ཟེར་དགེ་བའི་བཤེས་གཉེན་གཞན་ལ་བར་བཏང་དགོས་རེད་ཟེར་ད། དེ་ནས་སློབ་མ་རང་ཉིད་ཡིན་ན་ཡང་དེ་ནས་སྔ་མ་བསྟེན་བསྡད་ས་དེ་གི་ནས་སོ་སོ་སློབ་ཚན་གྱི་ག་གེ་མོ་ག་རེ་ཡིན་ན་དེའི་ཐོག་ལ་ཡང་དེ་ག་ཟེར་གི་ཅིག་ཕན་ནུས་རྒྱ་ཆེན་པོ་མ་ཐོན་པ་ཡིན་ན་སོ་སོ་ལ་སྦྱིན་བདག་ལ་བླ་མ་བསྟེན་ཆོག་རེད་དེ།

ལོ་དེ་མ་སོང་བར་གྱི་དཔེར་ན་ཁྱོད་རང་གི་ཐོག་ནས་བསམ་གཏོང་གི་རོགས། ངོ་དེ་འདྲས་ཀྱང་ཡོད་ཀྱི་རེད། ལགས་སོ། དེ་དྲེགས་སོང་གི་དུས་ལ། ད། བླ་མ་ལ་ཚོང་དགོས་བས་ཀྱི་ཆེ་ཆུང་ནོར་ལས་ད་ཀྱི་སློབ་མ་ལ། ཨ་ནི་གཞན་པ་དེ་འདྲས་ཀྱི་མེད་བ་ཟེར་གྱི་དེ་འདྲས་འདྲ་བོ་ཀྱི་འདུག་དྲས་ད་དེ་ཁྱེད་འོང་དུས། དེ་ཚོ་དུས་ལ་དཔེ་འདི་ཉན་ཁ་དཔེ་ཚ་བོ་འདུག་མི་དེ་ཚོ་སོ་སོ་གི། དགེ་གྲོགས་ཡིན་པ་ཡིན་ན། ད་གདན་ས་ད་དེ་འདྲའི་ཉུང་ཉུང་དཔེ་རེད་གདན་ས་ལ་ད་གེ་ཡོད་མ་རེད་སོ་སོ་གང་འགྲོ་ཉལ་འགྲོ་ན་ཁྱོད་དེ་ལ་འགྲོ་འདུག་ཟེར་མཁན་གྱི་ཡོད་མ་རེད་དེ་ཕྱི་རྒྱལ་ཁག་དང་དེ་ཚོ་ལ་སླེབས་ཡོང་དུས་སོ་སོ་ལ་དགེ་གྲོགས་ཀྱིས་སླེབས་སོང་ན་དེ་ནས་དེ་ལ་བག་འགྱོད་ཅིག་གཞན་པ་གཅིག་ལ་ཁོ་འདྲེ་བ་འདྲ་བོ་ཟོག་མ་བཅུ་བ་ཅིག་ཨ་ན་དེ་འདྲའི་ཅིག་དེ་བས་ན་དེ་ཚོ་ད་ད་བླ་མ་བློ་མི་དགེ་བློ་མི་དགེ་དེ་ལ་ཅིག་འགྲོ་ཅིག་དེ་ལ་ཕ་ཡུལ་གཅིག་པ་ཟོག་འདྲ་ཅིག་ཅིག་ཞོག་ན་ངོ་ཤེས་པ་འདྲ་བོ་ཅིག་ཅིག་ཡོང་ན་ཅིག་མི་རིགས་གཅིག་པ་འདྲ་བོ་ཅིག་ཅིག་འགྲོ་དེ་འགའ་ཅིག་འདུག་དེ་ཚོ་ད་བླ་མ་བློ་མི་དགེ་འདྲེ་བ་དེ་ཏག་ཏག་གི་ཁྱ་འུ་ན་མེད་ན་ཟ་གས་བཟུང་བ་ནོ་ཡིག་སྐྱ་ཟུམ་པོ་གྱི་ཁྱ་འུ་ཟ་རེད་དེ་ཀྱི། ཨོ་སོ་སོ་གང་བ་འགྲོ་ཉལ་གྲོ་ན་དེ་ལ་འགྲོ་ཨ་ནེར་སྔོ་མི་ལ་མ་དེ་ལ་གི་ཁ་མ་གཏོང་བ་གྱིས་ཁོ་དེ་པ་ཡོ་བ་དེ་པ་ཡོ་བ་དེ་ད་དེ་ནས་ཡང་འཁྲིག་ཐོབ་མ་འདུག་ད་དེ་ལས་ཡག་ཟ་ཟི་འདུག་ད་དེ་ལ་བར་འགྲོ་ད་དེ་ཡག་པོ་ཁྱ་འུ་ཟ་རེད་ད་དེ་སོགས་དུས་ལ་བླ་མ་དེ་སོགས་ལ་དཔེ་རྒྱས་ཁ་ཚ་བོ་རེད་དེ་བས་སོགས་རེ་རེ་བཞག་དེ་སོགས། དེ་ངོ་མ་རེད་ད་དེ་སང་གོ་ཆོས་རང་དེ།

དེ་མ་རེད་ད། སོ་སོ་རང་གིས་ད། སོ་སོ་རང་གིས་སོ་སོ་རང་ལ་ད། ཆོས་གང་གནང་བཞིན་བ་དེ་གི་བྱིན་རླབས་ཀྱིས་འཇུག་གི་རེད། དེ་ནས་སྒོམ་ཉམས་ལེན་གྱི་རྟོགས་པ་དེ་སྐྱེ་དགོས་གི་རེད། འོ་དེ་སྐྱེ་དགོས་ན་དེ་ནས་བླ་སློབ་ཀྱི་འབྲེལ་བ་དེ་སོ་སོ་རང་གིས་ཡག་པོ་ཉར་དགོས་རེད་བླ་མའི་ཁེ་ཕན་མ་རེད་བ། འོ་དེ་འདྲས་ཀྱི་རེད་དོ། ལ་སོགས་ནི་ཀྱི།
ད་ཀྱི། སྔགས་ལས་བྱེད་བ་ཡིན་ན་ད་ཀྱི་བླ་མའི་གི་བཀའ་དང་དགའ་བ་ཡིན་ན་ད་ཉེས་པ་ད་དེ་འདྲས་ཀྱི་ཀྱི་རྟོགས་ཤོག་ཁྱེད་མོ་མོ་མོ་སུ་འོང་ས་རེད། ཨ་ནི་མདོ་ཡི་གི་སྟེང་ནས་ད་ཀྱི་བྱེད་བ་ཡིན་ན་ད་མདོ་སྔགས་ག་རེ་ཡིན་ན་གི་ཀྱི་བླ་སློབ་གི་འབྲེལ་བ་དེ་ཡོངས་ཀྱི་བསྟན་ནས། མུ་མཐུད་ནས་མར་གྱི་ཡག་པོ་མ་སོང་ན། སོ་སོ་སོ་སོ་གི་ཉེས་པ་ཡོང་ཡག་གི་རེ་སྐྱེས་འདུག་དེའི་སྐོར་ལ་དྲན་གི་ཡོང། ག་འདྲའི་འདྲ་བོ་དཔེ་ཤེས་ནོ་ད་ག་འདྲའི་འདྲ་བོ་ཀྱེ། བདེན།
ལགས་སོ་ད་ལྟའི་སྤྱི་དང་འདོད་རྒྱུ་མང་པོ་ནི་དཔེ་ཉེས་པ་མང་པོ་སོང་ཡང་ད་ལྟའི། ག་རེ་རེད་ཟེར་ན་ང་རང་ཚོ། ཀྱི། འཇིག་རྟེན་མི་ནག་ནང་ལ་ཆགས་བཞག་པ་ཡིན་ན་སོ་སོ་ཕ་མ་དང།

ཕལ་ཆེར་ད་བར་ངན་སོང་རང་ལ་དམྱལ་བ་རང་ལ་སྐྱེ་བ་འདྲ་བ་ཅིག་དེ་ནས་སོང་ཞིག་དོགས་ཤེས་ན་ཚོར་བ་ཞི་བ་གྱིས། དེ་ནས་ཅིག་དེ་འདྲས་ཀྱི་མི་དེ་གའི་སྔགས་ལ་བརྟེན་ནས་སྒྲུབ་པ་ཉམས་ལེན་བྱས་པ་ཡིན་ན་མཆོག་འགྲུབ་མ་རེད་ཟེར། འོ་དེ་འདྲས་སོང་ནས་ད་དེར་ངེས་པར་དཔེ་མང་པོ་ཡོད་རེད་ད་དེའི་དུས། ད་དེ་སྔ་ཕན་ཆོད་ལ་ང་རང་ཚོ་ལྟ་བས་ད་དེ་འདྲས་ཀྱི་ཅིག་ཇི་སྙེད་དེ་ཚོ་ལ་སྐྱོན་མ་ཤོར་བ་ཡག་པོ་བྱུང་ཡོད་ན་དཔེ་ཡག་པོ་རེད། དེ་འདྲས་ཅི་སྟེ་གཉིས་མེད་ཀྱི་ལྟས་སུ་ལྟས་སུ་དམ་ཚིག་ལ་འགངས་ཚུལ་འདྲ་བ་དེ་འདྲས་ལྟས་སུ་བྱུང་བ་ཡིན་ན་ཡང། ད་ངེས་པར་དུ་ཅིག་དུས་དང་རྣམ་པ་ཀུན་ཏུ་བླ་མ་དེ་གའི་སྐུ་འདྲ་ཡོད་ན་རེད་བླ་མ་དེ་དངོས་སུ་མཇལ་ཡས་ཡོད་ན་མཇལ་ཁ་འགྲོ།

གལ་ལ་དེ་འདྲའི་དགྲ་བོ་གྱིས། ཨ་ནི། ཨ་ནི། ཚོང་མ་གསལ་གསལ་མདོག་མཁན་ཚོང་མ་ལ་ཐུགས་ཀྱིས་གཅེས་ཟེར་ན་ནི་གལ་ལ་ཐུགས་ཀྱིས་གཅེས་ད་དོགས་ཀྱི་ཨ་ནི་ཀྱེ་མ། དེ་འདྲའི་དགྲ་བོ་ད་ཀྱེ་དོགས་ཀྱི་ད་ད་ངེད་ཚོ། ཨ་ཀྱེ་ད་གར་ཟས་ཀྱི་རེད་གདམས་ངག་ཟས་གོ་ན་ད་ཀྱེ། ཆང་ལས་ཟས་གོ་ན་ཨེ་འདྲི་རེད་ལ་སོགས་པ་ཁ་ཤས་ཁ་ཤས་ཨ་ནི་དེ་འབའ་རྣམས་པ་གན་ད་འོས་འགྲན་གྱི་ཉམས་མྱོང་ད་ཆ་ཚོང་ཡོང་བཟོ་པའོ་ཀྱོ་འདྲི་ཁྲེ་གོ་ཡ་ཁ་ཤས་ཡོང་དེང་དུ་ཡོང་དེ་དྲ་ལམ་བརྒྱུད་ནས་ལྟ་མཁན་ཉན་མཁན་ཨོ་སོ་མང་པོ་ཡོད་དུ་རེད་ཨ་ནི་གལ་ལ་སྐྱ་སེར་འབོར་འདྲ་ཡོང་ས་རེད་དེ་ན་ཡིན་ན་ཡོང་ཆགས་ཀྱི་འོ་དེ་འདྲི་མཚམས་ཚར་ལ་གལ་ལ་རེ་སྐོར་ཤོག་ཡོང་གྱི་དེ་དུས།